སྒོ་གསུམ་བོད་ཀྱི་བདེན་དོན་དམངས་གཙོའི་ཁ་བྲལ་གྱི་ཨ་ནི་ས་གནས་ནིའུ་ཡོག་ནས་ཨ་ནི་རྒྱ་ཆེའི་སྲིད་མི་བ་རྣམས་ལ་ཡང་ཨ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བས་ཡིན། ཨ་ནི་ད་རིང་འདས་ཨ་ནི་ང་ཚོའི་ལེ་ཚན་འདིའི་ནང་ལ་ཡང་ཨ་ནི་ཐོག་མེད་ལགས་ཀྱིས་ཨ་ནི་ང་ཚོ་ལ་ཡང་དུ་བཅར་འདྲི་ཞུ་ཡས་ཀྱི་གོ་སྐབས་གནང་བ་དེ་ལ་ཡང་ཨ་ནི་ང་ཚོའི་རྒྱུན་ལས་ངོས་ནས་ཨ་ནི་ཐུགས་རྗེ་ཆེ་ཞུ་བས་ཡིན།

ཆིག་སྟོང་དགུ་བརྒྱ་པ་ཕྱེད་དང་དགུ་བཅུ་གོ་གྲངས་དགུ་བཅུ་གོ་བཞི་གོ་གཉིས་ཟིན་པ་དུ་བསྡད་པ་རེད། དེ་ནས་བཅུ་བ་ནི་ད་སྐྱབས་མགོན་མུ་ཁྲི་ཆིབས་ཞབས་གསུང་ཞབས་ལ་བཅར་ཡ་དང་དེ་འདྲའི་གི་ད་གོ་སྐབས་མང་པོ་བྱུང་སོང་དེ་དེ་འདྲའི་བཅར་ད་དེ་ནས་བཅུ་ད་ནི་ཕྱི་རྒྱལ་ལ་ཡ་ནི་དེ་སློབ་སྦྱོང་བྱེད་དུ་ཡོང་པ་རེད། འདུ་བ་སླེབས་ནས་ད་ནི་ནིའུ་ཡོག་ནང་ད་གཞོན་ནུ་ཚོགས་གཙོ་བྱས་ཡ་རེད་ད་ག་ནང་བཞིན་བུ་རུའི་ཚོགས་པའི་ལས་ཀ་ཚོགས་གཞོན་ལས་ཀ་བྱས་ཡ་རེད་ད་འདུ་བ་གཅིག་ནི་རྒྱལ་པོའི་གདན་ཁྲི་ཚོགས་ཆུང་གི་ཚོགས་གཙོ་བྱེད་ཡ་དང་དེ་བས་རྩ་བའི་ཏང་གི་ལས་ཀ་བ་ལེའུ་གཅིག་ག་བ་ག་ས་ལ་ཡ་ད་དེ་ཟེར་ཞེས་རེད་ད་དེ་ནི། ད་དེང་སང་ཕྱིས་སུ་ད་གར་སོ་རེད་རྒྱ་མོ་རུ་ཞིག་གིས་ད་བཏགས་པ་ཟེར་ན་མི་འདུག་ད་འདུག་བ་ཆིག་ཆུ་ག་བ་གནང་བ་ཡིན་ནས་ཨ་ནི་ཅིག་དོལ་རྒྱལ་གྱི་དོལ་རྒྱལ་ཅེས་གནང་བ་དུ་ཚོད་ཀྱི་ད་དོལ་རྒྱལ་ཁ་ལ་ཁད་ཅིག་ཨ་ནི་ཅིག་ད། ཕྱོགས་ག་ཚ་ག་ལ་ཡལ་ད་ཁོ་ཚོ་སྨྱོ་སྐྱུག་བྱས་ཏེ། འདི་མཐོང་ཡོང་དེ་ཚེ་བསམ་ནང་གཅིག་ལྟ་གཅིག་འོ་ད་འདི་དངོས་གནས་ང་ཚོ་ཁ་ཁ་གཅིག་བསྡད་ཡོང་དེ་ད་དངོས་གནས་ད་འགྲིག་ཡ་མི་འདུག་བསམ་པར་གནང་སྔ་མོ་ཡིན་ནས་ད་འདིར་གཅིག་སྨྱོ་ད་འདི་འདྲ་བྱུང་བ་རེད་ད་འདི་དངོས་གནས་སྐྱབས་མགོན་རིན་པོ་ཆེ་གིས་ད་དོལ་རྒྱལ་འདི་མཚམས་བཞག་གནང་ཡ་འདི་གི་དེ་ང་ཚོ་འདི་རིགས་ད་གཅིག་ཁ་ཁ་བསྡད་ན་ད་འགྲིག་མ་སོང་བསམ་པར་ཚེ་འདི་འདྲ་ཞིག་ངས་འདི་འདྲ་དྲན་དྲན་སོང། འདི་བྱས་འདི་ད་ད་རིང་ཁྱེད་རང་ཚོ་ད་དེ་བོད་ཀྱི་བདེན་དོན། བདེན་དོན་མང་པོའི་ཁ་བརྡ། འདི་གི་ད་ནི་འདི་འདྲ་གི་ད་མ་སྐུལ་དྭངས་བླངས་ཚོར་གནང་བ་དེ་དངོས་གནས་ད་སྙིང་ཐག་པ་ནས།

ཐོག་མར་ག་འདྲས་བྱུང་བ་རེད་ག་ད་ག་དུས་ནས་འགོ་ཚུགས་པ་རེད་དེ་འདྲ་ཞིག་དཔེར་ན་ད་ཅིག་གསུངས་ན་ལོས། ད་དེ་ད་རྩ་བའི་ང་རང་མི་འདུག་ཁ་ཚ་སྙན་མ་ངས་ཞུས་པའི་ང་ལོ་རྒྱུས་ལ་ཅི་ད་མཁས་པ་ས་ཁ་མེད་རེད་བ། ད་ཡིན་ན་འདུག་ཕྱིས་སུ་ད་འདུག་དཔེ་ཆ་དེ་འདྲ་མང་པོ་ཀློག་ཡ་ད་ཅིག་འདུག་བ་ཅིག་དེ་ནི་མི་རྒན་པ་ཚ་ནས་ཉན་ཡ་ད་བླ་མ་མང་པོ་ཚ་ནས་ད་གོ་ཡ་རྩ་བའི་གཙོ་བོ་མེད་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ཡང་དང་ཡང་དུ་གནང་དེ་ནས་དེབ་དག་དེ་དཔེ་ཆ་མང་པོ་ཀློག་བསྡད་དུས་ད་དོལ་རྒྱལ

ལས་ཀ་བྱེད་མཁན་ཚོ་གིས་ད་ཡིད་མ་རངས་པ་བྱས་བྱས་དེ་ནི། སྤྲུལ་སྐུ་དྲ་རྒྱའི་བཀྲོངས་པའི་སྐད་བཤད་གོ་རེ་བ། ད་འདི་བཤད་དུས་གང་ལ་འདི་ད། འདི་བཤད་པའི་སྐབས་ལ་ཡ་ད་འདི་གི་གནས་ཚུལ་འདི་འདྲ་བཤད་ད་ཁོ་ཚོས་མ་ད་འདི་འདྲ་བྱས་མ་ལོ་རྒྱུས་མ་འཁྱོག་བཤད་རང་དེ་འདི་སྐབས་དེ་དུས་ད། ལོ་རྒྱུས་འཁྱོག་བཤད་རང་བྱས་ནས་མ་ཡི་ད་ད་བར་ད་དུ་སུ་ཡོང་གོ་རེ་བ་ད། ད་དོན་དང་དངོས་ཡིན་གནས་ཚུལ་འདི་དོལ་རྒྱལ་བྱུང་སྟངས་འདི་རྒྱ་བ་རྔ་བ་རྒྱ་བ་རྔ་བ་དེ་མ་འགྲིག་པ་རང། དེ་དང་དེ་དམ་ཚིག་མ་མཐུན་པ་རང་གིས་ད་མ་འགྲིག་པ་བྱས་ཡི་ད་འདི་འདྲས་ཀྱི། རྐྱེན་གྱིས་འོང་ད་ཁོ་རང་དེ་རིང་ནི་གར་སོང་བ་རེད་དེ་ནི་འབྱུང་པོ་ལ་སྐྱེས། ད་འདི་སྐྱེས་བ་འདི་གི་ཚང་མ་དེང་སང་ལོ་རྒྱུས་ནང་ལ་ཡང་གསལ་པོ་ཞུ་ཅིག། ད་ཡོད་བསྡད་པ་དེ་འདི་ག་རེ་རེད་ཟེར་ན་ད་རྒྱ་བ་ལྔ་པའི་དུ་གུ་ལའི་གོ་ས་རྣམ་དག་ནང་ལ་ཡང་གསལ་པོ་ཞུ་ཅིག་ད་ད་ག་རེ་གསུང་དགོ་བ་རེད་ཟེར་ན། ད། ད་འབྱུང་པོ་ག་འདྲ་བྱུང་བ་རེད་དཔེར་ན་ད་པོ་ཁོང་ཚོས་འདི་བཤད་བསྡད་རེད་བ་རྒྱ་བ་ལྔ་པ་རང་གི་འཕྲིན་བཅོལ་བརྩམས་པ་རེད། ད་འདི། རྒྱ་བ་ལྔ་པའི་གི་འཕྲིན་བཅོལ་བརྩམས་པ་རེད་ཟེར་ཏེ་རྒྱ་བ་ལྔ་པའི་གི་འཕྲིན་བཅོལ་དེ་ཁོང་ཚོས་ཅིག་ཁོ་རང་ཅིག་ཏག་པ་དོན་ཡོད་བྱས་རྒྱ་རྩོམ་པ་རེད་ཟེར། ད་འདི་ལོ་རྒྱུས་ལ་མ་ཡག་པོ་ཅིག་བཏགས་ཡོད་འདི་ག་ལ། བརྒྱ་བ་ལྔ་བའི་སྐབས་ལ་ཡར་ལྟ་སྤྲུལ་སྐུ་གྲགས་རྒྱན་འདུག་ཟེར། སྤྲུལ་སྐུ་གྲགས་རྒྱན་ག་སོགས་རེད། གྲོང། ལོ་སུམ་ཅུ་སོ་ནང་ལ་ཁོ་རང་གྲོངས་འདུག་བ། ད། སྐུ་གཤེགས་ཏེ་དེ་རིང་གྲོངས་བྱས་ད་དེའི་པཱ་ལགས་ལ་བརྒྱ་བ་ལྔ་བའི་གི་ད་དེ་རིང་ལོ་བཅོ་བརྒྱད་རིང་ག་ལ་ཡ། ད། ཞི་འཇམ་ཞུ། གནང་ཡ་གི་དེ་རིང། ག་སོགས་རེད་དེ་རིང་ཐབས་ཤེས་ཤིག་གནང། དེ་རིང་དེའི་ཐབས་ཤེས་གནང་གི་གནང་ནས་ད་འདོད་ད། ཞེ་ད་མ་ཞུ་ད།

ཇི་སྲིད་བཀྲག་བྱེད་དང་སྐྲག་སྣང་བྱེད་དེ་དེ་སྐབས་དེ་དུས་དེ་ནས། ཀུན་གྱིས་པའི་དྲི་ཚོར་བ་ལྟ་བུ། མི་མི་བསྲེགས་པའི་ཤ་བསྲེགས་རོ་བསྲེགས་པའི་དྲི་མ་ཚོར་བ་ལྟ་བུ་བྱུང་སོང་དེ་ཞིག་དེ་འདྲའི་སྲོལ་ལུགས་ཡོད་འདུག་བ་འདི་ཞིག་རེད། ད་དེའི་རྗེས་ལ་ཡང་དེ་ནི་ད་ཧ་ལམ་ད་ལོ་བཞི་བཅུ། ལོ་བཞི་བཅུ་ཞེ་གྲངས་ཅིག་གི། ད་བཞི་བཅུ་ཟེར་བ་ད་ལོ་ཧ་ལམ་བཞི་བཅུ་ཞེ་གྲངས་ལྔ་བཅུ་ང་གྲངས་ས་དྲུག་ཅུ་དེ་འདྲའི་ནང་ད་བར་དུ་ཁྱོན་ནས་བས་ཏེ་དོལ་རྒྱལ་ཟེར་དེ་གོ་མེད་ཚོར་མེད་ཆགས་བས་ད་ཆགས་འདུག་བ་སྐབས་དེ་ནས། ལོ་རྒྱུས་ནང་ལ་ཡང། ད་ད་ལྟ་ཁོ་ཚོས་གི་ག་རེ་བཤད་སྐོར་ཟེར་ན་དོལ་རྒྱལ་དེ།

བ་དང། དེས་མ་ཚད་པའི་ད་དོན་ཡང་གཅིག་དེ་འདྲ་བཤད་ཡོང་དགོས་བ་ལ་ད་ཁོང་ཚོས་ད། རྒྱལ་དབང་ལྔ་པའི་སྐབས་ལས་ཡང་ད་དམ་ཚིག་མ་མཐུན་པའི་དབང་གིས་དེ་དམ་ཚིག་རེད་བཞག་ཟེར་ནས་དེ་འབྱུང་པོ་བརླམས་བཞག་ཟེར་དེ་དེ་དུས་ཨེ་ནི་འབྱུང་པོ། འབྱུང་པོ་གི་རྗེས་གནང་བར་ཆད་ཀུན་ཟད་ཀྱི་རྗེས་གནང་གནང་བ་ཡིན་ནས་ད་དུས་ཡོང་གི་མི་འདུག་དེ་འབྱུང་པོས་བརླམས་བཞག་བྱས་བྱས་ད། ཨེ་འདྲ་གསུངས་ཡོང་དུས་ག་ལ། ད་ཁོང་ཚོས་གཅིག་ཁོང་ཚོས་གཅིག་ག་རེ་བཤད་ཡོང་གོ་ཟེར་ན། དེ་གནས་ཆུང་གིས་བསྐུལ་བ་རེད། དེ་གཞུང་འབྲེལ་གནས་ཆུང་རང་གིས་བསྐུལ་བ་རེད་ཟེར་གཅིག་བཤད་གོ་རེད། དེ་གནས་ཆུང་གིས་བསྐུལ་བ་མིན་པ་དེ་ག་ལ་ལོ་རྒྱུས་ནང་ལ་གནང་ག་རེ་དོན་གོ་རེད་ཟེར་ན། རྒྱལ་དབང་ལྔ་པ་རང་ཉིད

གཟིམ་ཁང་གོང་དེ་བཤིག་བྱས་དེའི་བཤུལ་ལས་ཡང་སྦྱིན་སྲེག་བླུག་དགོས་འདུག་ཅེས་ན་གསལ་པོ་ཞུ་ཅིག་བོད་འབངས་བསྡད་ཐབས་ལ་བཀོད་འོག་ཏུ་སྦྱིན་སྲེག་བླུག་ཟེར་ན་གསལ་པོ་ཞུ་ཅིག་པའི་ཟིན་ཐང་རང་ལ་ཡང་ཨེ་འདྲའི་མཚན་མ་ལ་བྱུང་འདུག་བ། འོ་དེ་འདྲའི་གི་གནས་ཚུལ་ལ་ད་བྱེད་ན། ད་ཁོ་དམ་འཛིན་མ་ཐུབ་པའི་དབང་གིས་སྐབས་དེ་དུས་ད་གནས་ཆུང་གི་གནས་ཆུང་གི་ཕྱག་རོགས་ཞུ་ཡ་ན་དགུང་པོ་ཁ་འཇང་ལྔ་པའི་གི་དེ་འདྲའི་གི་ད་ག་ཚོད་རེད་དམ་འཛིན་དཀའ་བ་ཡིན་དུས་ད་དུས་དུས་སྐབས་ལ་ཆུ་ཆོད་ཙམ་ཤིང་མ་རེད་བ་ད། ཁྱོད་ནི་ཁོ་རང། བརྩམས་ཆོས་ཉུང་མ་ལོ་ད། ད་འཕྲིན་ཆུང་འདི་གཅིག་བྱས་འདི་དེ་ག་ལ་དུས་ལོ་རྒྱུས་འདི་འདྲའི་གཅིག་གི་ཐོག་ནས། ད་ག་ཚོད་ཁོང་ཚོ་གིས་འདི་ཁོ་ན་རྫུན་ཁུར་བསྟོད་ཡོང་གི་འོག་ད་ལོ་རྒྱུས་ར་འཕྲོད་ཡོང་གི་འོག་འདི་ང་ཚོ་ཚོ་ཁོ་རང་ཚོ་ག་ཚོད་ཤེས་ནས་མ་ཤེས་ནས། དེ་ནི་རྒྱ་དབང་ལྔ་པའི་གིས་དེ་ནི་ག་སོགས་རེད་འཕྲིན་ཆུང་བརྩམས་མེད་པ་དེ་ད་ག་རང་ནི་ཧ་ཅིག་གོ་གི་ཡོད་རེད་ད་དེ་རུ་བ་གསལ་པོ་ཞུ་བྱས་ནི་ཡོང་གི་འོག་རེད།

དེ་ནས་བར་དེ་ནས་ས་འགུལ་ཆེན་པར་ཟད་ད་ལོ་རྒྱུས་དེ་འདྲ་བཤད་ཡོང་དགོས་རེད་པ། ད་དེ་འདྲ་ལོ་རྒྱུས་ནང་དུ་བཤད་མཁན་གཅིག་གིས་ག་རེ་བཤད་གོ་བར་སེམས་ན། དུ་བ་དེ་སུས་མཐོང་བ་རེད། དུ་བ་དེ་ག་འདྲ་ཕྱིན་པ་རེད། ཟས་ཅིག་བཤད་གོ་བར་རོ། དེ་དེའི་ཁོང་ཚོ་ལ་ཁུངས་དུ་བ་བཤད་ས་ག་མི་འདུག་བ་ད་ཁོང་ཚོ་ལ་ཡང་ད་དེ་ཡིན་དུས་སྐབས་དེ་དུས་རྒྱ་དབང་མངའ་དབལ་གིས་ངས་ག་རེ་བསམ་གོ་རེད་འཕྲིན་བཅོལ་ཙམ་མེད་པ་དེ་གསལ་པོ་ཞུ་རེད་ད་དེབ་ཅིག་དེ་རེད་ད་གའི་ལོ་རྒྱུས་ད་ག་རང་གིས་ཨ་ནི་འདི་གཅིག་བྱས་དེ་ནི། དོལ་རྒྱལ་ཁོ་རང། ད་ལོ་བཞི་བཅུ་ཞེ་ན་ལྔ་བཅུ་ང་རང་རྗེས་ལ་ཡང་ཁྱོད་ནི་གོ་རྒྱུ་འཚོ་རྒྱུ་མེད་པ་ཆགས་པའི་རྒྱལ་ལ། དེ་ནི།

ཡུལ་གཅིག་ཤོད་དེ་རིང་ད་ལྟ་སྐབས་ལོ་བཞི་བཅུ་ལྔ་བཅུ་རྗེས་ལ་ཡང་ས་སྐྱ་ལ་མར་ཕེབས་རྗེས་ནི། འགྲོ་དུས་ག་ལ། དེ་རིང་ལོ་རྒྱུས་ཚང་མ་ཡར་ཕྱོགས་བསྡོམས་ཡོང་དུས་ག་ལ། ལོ་རྒྱུས་ཀྱི་དག་ཏག་ཏག་ཅིག་དུས་ཚོད་ཏག་ཏག་བསྟན་ཡོང་དུས་ག་ལ། ཁྱོད་ནི་འདི་ལྟ་འཕྲིན་སྦྱོར་རྩོམ་ཡག་འདི་གི་རྩ་བ་དག་འདི་ཡོང་མ་ཐག་འདི་གཅིག་འདི་རེད་ད་གཅིག་འདི་རེད། ཐག་གཉིས་ནས། ད་དེ་ཕྱིས་སུ་ད་ད་ལྟ་ཁོང་ཚོ་གིས་འཕྲིན་སྦྱོར་བརྩམས་པ་རེད་ལབ་རོགས། འཕྲིན་སྦྱོར་བརྩམས་ཡག་གི་ཕག་ཞག། ཕྲིན་བཅོལ་གྱི་ཚབ་ལ་ད་འདོད་ཨ་ནི་པའི་རྒྱལ་བ་ལྔ་བས་ཀྱིས་གསུང་ག་རེ། འདི་ན་ལ་ཡ་ད་གསུང་ག་རེ་རགས་པར་ཟེར་ན། ད་མིའི་དམ་ཆོས་གྲགས་པ་རྒྱལ་མཚན་ཞེས་ཟེར་བ། གར་ས་དེ་ནི་སྨོན་ལམ་ལོག་པའི་དམ་ཚིག་འབྱུང་པོ་སྟེ་དཔལ་དང་འགྲོ་བ་ཀུན་ལ་འཚེ་བྱས་ན་དགོན་རྒྱལ་དཔུང་གཉེན་མ་ཚེ་ཐལ་བ་ལོག་ཅིག་གསུང་བ་རེད་ད་གར་རང་གིས་ཕྲིན་བཅོལ་དེ་གའི་རྐུབ་དག་འོག་དེ་ལ་ཡ། རྡོ་རྗེ་འཆང་བ་སྡོམ་དེ་ལས་གར་གསུང་བ་རེད་རྡོ་རྗེ་འཆང་བ་རྩ་རྒྱུད་བླ་མ་ཡིན། ཟེར་བ། ཨ་དེ་ནི་མ་དེ་ཁྱེད་རང་ད་དམ་ཚིག་དམོད་ཀྱི་མ་ད་དམ་ཚིག་བྱེད་ཅིག་ཞེས་དམ་ཚིག་འདི་བསྐྱབས་ཚེ། སྔོན་གྱི་དམ་ཚིག་ཉམས་པར་མི་འགྱུར་རམ་ཟེར་ཚིག་འདི་འདི་གསུངས་འདུག་བ་དེའི་འོག་དེ་ལ་ཡང་སྡོམ་འདི་འདི་བཀྱོན་འདུག་བ་ལྟར་ན་ད་ཡང་གི་རེ་ཞེས་བྱེད་ད་རེའི་མགོན་པོ་ཆོས་རྒྱལ་བླ་མ་ཚང་མ་ཡི་དག་ན་སྡོམ་འདི་འདི་བཀྱོན་ན་འདོགས་མི་དགེ། འོད་བྱང་བ་རྟ་རྒྱུད་བླ་མ་ཡི་གསོལ་བ་ཞུ་ཞིག་མ་གསུངས། ཨོ་དེ་འདྲའི་གི་ཡིན་དུས་ད་འདི་སྐད་ལ་ཡ་ཕྲིན་ཆོག་རྩོད་མེད་བྱེད་ད་ད། ཕ་རི་སྤུན་རྒྱན་རེད་ཁྱེད་ཅི་ཁ་མཚུག་ཤེས་མེད་ན་རེད་བ། ཨོ་དེ་འདྲ་ཡིན་དུས་བྱེད་ད་ད་འདི་གི། དོལ་རྒྱལ་ཁོ་རང་ཡོང་ད་དང་པོ་ཡོང་སྟངས་ཁོ་རང་རྒྱལ་དབང་ལྔ་བ་ད་ཨ་ནི། མ་མཐུན་པ་ད་ག་ཚོད་དམ་ཚིག་མ་མཐུན་པའི་རྐྱེན་ཁོ་རང་སྨོན་ལམ་ལོག་པ་ཅིག་ཡིན་པ་འདི་གསལ་བོ་ཞིག་ད་དེ་དུས་ད་རྒྱལ་དབང་ལྔ་བས་གི་སྨོན་ལམ། རྒྱུ་ངོ་བོ་རྒྱུ་སྨོན་ལམ་ལོག་པ། བ། ངོ་བོ་དམ་ཚིག་འབྱུང་པོ། ཨ་ནི། བྱེད་ལས་ཀྱི་ཁྱད་པར་དེ་རྟེན་དང་འགྲོ་བ་ཀུན་ལ་ཚད་པར་བྱིན་ལ་དེ་འབྲས་ཡིན་པ་དེ་དེ་དུས་རང་འདྲ་གསལ་པོ་ཞོབ་ཅིག། གར་སོགས་ལས་ངོས་འཛིན་གནང་ཚག་ཏུ་བ། རེད་བ། ཨ་ནི་ཅི་རེད་ཞེས་ལང་ངོ། ཨ་ནི། དཔེར་ན་ཡང་དག་ནང་བཞིན་དཔེར་ན་ཁོ་ཚོས་གར་གཟིགས་ཡོད་ཟེར་དོལ་རྒྱལ། གནས་ཚུལ་ཇི་སྙེད་ཟིག་གང་གཟིགས་ཡོད་ཟེར་ན་ད་དཔེར་འདི། ཨ་ནི། དོལ་རྒྱལ་འདི་ད་རྒྱལ་པོ་གཞུང་བསྟེན་འདི། ཨ་ནི། རི་བོ་དགེ་ལྡན་འདི་ཀྱི་ད་དཔེར་ན་ད་ཅིག་བསྟན་པ་གསུམ་གཉིས་གཙོ་བོ་ཅིག་ཡིན་ཚེ་དེ་ཁོ་འདི་ཤེས་ཀྱི་འདུག་བ། ལའོ། ཨ་འདི་གཙོ་བོ་འདི་ཨ་ནི་ག་འདྲ་ཆགས་ཀྱི་ཡོད་རེད་ད་འདི་ཁྱེད་རང་ངོས་ནས་འདི་འདི་ལ་ཡ་ཨ་ནི་དགོངས་ཚུལ་གཅིག་གསུངས་མིན་ན། ཨ་འདི་ང་རྟག་པ་དྲན་གྱི་ཡོད་སྔན་མ་ང་ཚོ་དཔེར་ན་ཆུང་དུས་གང་དེ་ད་ཁབ་ཏུ་བཤད་པའི་ང་ཚོ་སྔན་མ་ཆུང་དུས་ད་དགོན་པ་ལ་བསྡད་པའི་སྐར་ལ་ཡ་ཨ་འདི་གའི་འདོད་ཆེན་དགོན་པ་རེད་ང་ང་གསལ་པོ་དྲན་གྱི་འདུག་དགོན་པ་བསྡད་པའི་སྐར་ལ་ཡ་ཨ་འདི་ག་ནི་ཁ་ཚོད་ངའི་ཞུ་ཡི་གོང་དུ།

དོལ་རྒྱལ་དེ་རི་དྭགས་ཟེར་ད་དེ་གི་ཅིག་དེ་མལ་འགྲོ་ས་མལ་ཅིག་ཅིག་ཡོད་རེད་པ་ད་ཁོང་ཚོས་ཅིག་མིག་མིག་ཀླད་པ་ཀླད་ཡ་ཅིག་ད་དེ་ད་དེང་སང་ཞུ་ཕྱིར་བསམ་བློ་བཏང་ཡ་དེ་ག་ལ་དངོས་གནས་དོལ་རྒྱལ་དེ་ཨ་ནི་དོལ་རྒྱལ་དེ་འདི་རེད་འདུག་བ་གཙོ་བོ་ད་བེད་ག་ཚོ་རེད་རྗེ་རིན་པོ་ཆེ་གི་ཐུགས་མ་ལ་གཏད་སོ་ཅིག་ད་ཕ་ཤ་དེ་རིགས་ཡིན་པ་ཡིན་ན་ད་དེ་དེང་སང་ང་ཚོ་གཞི་ནས་མ་ལོ་རྒྱུས་དེ་ག་མ་ཀློག་ཡོད་དེ་ག་ལ་ཡ་ལོ་རྒྱུས་ཀློག་དེ་མ་ཟེར་བའི་རྗེ་རིན་པོ་ཆེ་རང་གི་ཨ་ནི་ག་ཚོད་ག་ཚོད་ངས་མ་གོང་དུ་ཞུས་ཡོད་གོ་བ་ཅི་ལ་ཡ། རྗེ་རིན་པོ་ཆེ་རང་གིས་དེ་འདྲ་གསུང་རྒྱུ་མ་པའི་ནང་ལ་ཡ། ག་རེ་ཡོད་རེ་ཟེར་ན། ཐུན་མོང་མ་ཡིན་པའི་ཞལ་གདམས་རྗེ་རིན་པོ་རྒྱ་ཡན་འཇམ་དཔལ་ཡང་རང་གིས་གསུང་བཞག་པའི་ཐུན་མོང་མ་ཡིན་པའི་ཞལ་གདམས་གཅིག་ནང་ལ་དེ་ཡོང་གི་འདུག་བ། ག་རེ་གསུང་བ་རེད་དེ་ནི། དང་པོ་ཡི་དམ་དང། མ་ཉམས་ན་ཞེ་དྲག་ཅིག་མ་གསུང་རྗེས་འཇུག་གི་གདུལ་བྱ་ནང་ལ་ཡ། གསུང། འདི་བརྒྱད་ལས་ད་གཙོ་བོ་དེ་ཆོས་རྒྱལ་རྣམ་སྲས་ཨ་ནི། མགོན་པོ་དེ་དགོངས་པ་ལས་མགོན་པོ་ཆོས་རྒྱལ་རྣམ་མགོན་པོ་ཆོས་རྒྱལ་རྣམ་ཚེ་གསུམ་བསྟན་དགུ་རེས་ལྷག་པར་དུ་མགོན་པོ་དང་ཆོས་རྒྱལ་གཉིས་ཏེ་དམིགས་བསལ་གྱི་ཕྱིན་བཏབ་པའི་བཀའ་སྡོད་ཀྱི་སྲུང་མ་བས་གཅིག་གིས་སྙིང་རྗེ་གི་ལྷ་དང་གཅིག་གིས་ནི་ཤེས་རབ་ཀྱི་རྣམ་པ་ལྷ་ཡིན་ཙང་དམིགས་བསལ་གྱི་ཐུན་མོང་མ་ཡིན་པའི་འདི་ལ་འདི་ཡོད་རེད་ཅེས་རྗེ་རིན་པོ་ཆེ་རང་གིས་དེ་འདྲ་གསུངས་བཞག་འདུག་བ། ད་འདིའི་ང་ཚོ་རྗེ་རིན་པོ་ཆེ་གི་རྗེས་འཇུག་གི་ད་གེ་རྒན་ལྡན་པའི་གི་རྗེས་འཇུག་དངོས་གནས་ཅིག་ཡིན་ན། ད་པོ་ཏི་བཅོ་བརྒྱད་ནང་ལ་ཡོད་བསྡད་པའི་འདིའི་བདག་པོ་རྒྱ་བོར་བ་ད་ང་ཚོས་རེད་བ། འདི་གཙོ་བོ་ཅིག་བསམ་སྟངས་བར་བ། འདི་གཅིག་རེད། གཉིས་ནས། མཁས་གྲུབ་ཀྱིས་རང་གིས་ག་རེ་གསུངས་བཞག་ཟེར་ན། མཁས་གྲུབ་ཀྱིས་ག་རེ་གསུངས་བར་ཟེར་ན། སྤྱི་དང། རྗེ་རིན་པོ་ཆེ་གི་ད་ག་སུ་རེད་ཨེ་ནི་དངོས་སློབ་རྗེས་འཇུག་འདི་གི་ཚང་མ་ལ་ཡང་མགོན་པོ་ཞེས་ཞེས་པ་འདི་པའི་ཡང་སྲིད་འཁོར་གི་རེད་ཡང་ཡང་འཁོར་གི་རེད། འདི་ལོ་རྒྱུས་མང་པོ་གསུང་བ་རེད། རྗེས་ལ་ཡང་དམིགས་བསལ་གི་ཨ་ནི་མགོན་པོ་དང་ཆོས་རྒྱལ་གྱིས་འདི་དམིགས་བསལ་གི་ཐུན་མོང་མ་ཡིན་པ་བསྟན་དགོས་རེད། དེ་མ་ཡིན་པའི་གི་སྲུང་མ་གཞན་པ་ཅིག་བསྟན་པ་ཡིན་ན། སྲུང་མ་གཞན་དག་འདི་འདྲ་ཅིག་བསྟན་པ་ཡིན་ན། འདི་ཡིན་ནི་པས་འདི་རེད་ག་སུ་ད། ག་སུ་རེད་ད་ང་ཚོ་མ་ཟེར་ན། རྐྱེན་དང་མ་འཚམས་པ་ཅིག་རེད་འདི་འགྲིག་གི་མ་རེད་མ་འགྲིག་པ་ཅིག་རེད་ཅེས་འདི་ཡག་པོ་ཡོད་མ་རེད་ཅེས་མཚན་མ་ངན་པ། དེ་ངན་རྟགས་རེད་ཅེས་འདི་གསལ་བོ་ཞུ་གསུང་དགོས་པ།

དོལ་རྒྱལ་བསྟེན་གྱི་མེད་པ་དེ་ད་གསལ་པོ་ཞུ་ཅིག། ཨ་དེ་འདི་འདི་མེད་ག་ཁུངས་ཀྱི་ག་ཡོད་རེད་ཟེར་ན། ལྕང་སྐྱ་རོལ་པའི་རྡོ་རྗེས་རང་གི། ཨ་ནི་ཁྲི་ཆེན་ངག་དབང་ཆོས་འདས་ཀྱི་རྣམ་དག་མཛད། དེའི་ཕྱིས་སུ་ཨ་ནི་ཐུགས་འགན་ཁ་ད་དེ་ད་ལྟ། ལྕང་སྐྱ་རོལ་པའི་རྡོ་རྗེ་ཁོ་རང་ཨ་ནི་དགའ་ལྡན་ལ་མ་ཕེབས་པ་ཅིག་ལ། དེ་སྐབས་དུས་དུས་ཨ་ནི་ཐུགས་འགན་ཐུགས་འགན་ཆུ་ཡི་ཉི་མ་དང་ལྷན་རྒྱས་ད་དུ་ཕྱི་མ། གི་གླིང་སྐོར་དགའ་ལྡན་གྱི་གླིང་སྐོར་ཞིག་ལ་ཕེབས་པའི་སྐབས་དེའི་ལོ་རྒྱུས་གསུངས་པའི་ལོ་རྒྱུས་འདུག་བ། དེ་རྣམས་ལས་དེ་སྐབས་དུས་དུས་ཨ་ནི། ཐུགས་འགན་ཆུ་ཡི་ཉི་མའི།

ངས་ཁོ་རང་གི་གསུང་ཡོངས་སུ་ཁ་ཚ་སོང་སོང་གསལ་པོ་ཞུ་ཞིག་ཨོ་དེ་ངས་ད་འདི་འདྲ་ཞིག་སྡོམ་ཚང་མ་སྡོམ་བརྒྱབ་ཡོང་འདི་གང་ལ་ཡ། ད་འདི་དགའ་ལྡན་པའི་གཏེར་ཁོ་རང་ཚོ་དབུ་ཟུང་ཞུ་བའི་རྒྱབ་རེད་མ་གཏོགས་ཅིག་འཇམ་པའི་དབྱངས་དངོས་པོ་དང་རྗེ་རིན་པོ་ཆེ་དང་ཅིག་ཟེར་ཡ་ཅིག་མང་ཚོགས་ཀྱིས་བཤད་བཞག་འདི་གང་ལ། ཁྱོད་ནི་ང་འདི་ང་ནི་ང་རེད་ཀྱི་ང་མི་ལྐུགས་པ་ཞུ་བཞིན་ནས། འདི། ཨ་མཆོག་ནི་འགྲོ་ཡ་གི་སྐད་ཆ་བཅོས་ནོ་རེད་མི་འདུག་འདི་ག་ནས་བལྟས་ནས། ད་འདི་ལ་ང་ཚོ་ལོ་རྒྱུས་མང་པོ་ཡོད་རེད་བ་ད་འདིར་མི་མི་ལ་གནོད་པ་སྟབས།

ད་འདི་སྐུ་ལ་གསལ་པོ་ཞུ་རུ་བ། ད་ཐོས་སྟབས་འདི་ད་ནི་ལུས་འདི་ཡང་ལོ་རྒྱུས་དག་ནི་མ་ཞུ་ཞུ་བས་ན་རུ་བ། ད་བན་དང་ད་སྐྱབས་བྱེད་སྐྱབས་སྐྱབས་བྱེད་དཔའ་བོ་མགོན་དེ་ཡི་སྙིང་པོ། ཨ་ནི། ད་ང་ཚོ་ངོས་ན་ཡོངས་འཛིན་ཁྲི་བྱང་རྡོ་རྗེ་འཆང་ཆེན་པོ། ད་ད་ག་ལ་བྱེད་ཁོ་ན་སྟབས་འདི་བླ་མ་མང་པོ་ཡོད་རུ་བ། ད་ལེགས་ད་གཙོ་བོ་ཁོ་ན་ཡིན་གཙོ་བོ་ཞུ་བས་ན། ད་འདི་གསལ་པོ་ཞུ་རེད། དོལ་རྒྱལ་བསྟན་ནི་འཕན་ཞག་གནོད་ཞག། གཞན་པ་མཐར་འགྲོ་མུ་འདུག། ཕ་བོང་ག་དུས་བཅད་པ་སྐྱབས་རྗེ་ཕ་བོང་ག་དེ་བཞིན་སྙིང་པོ་ཁོང་རང་གི་ཡང་སྲིད་སྤྲུལ་སྐུ་ཁྲོ་བོའི་སྐུ་ཇི་སྲིད་དང། བ་དག་གསལ་པོ་ཞུ་འདི་ངས་འདི་ཡང་འདི་དངོས་གནས་ང་ཚོ་གི་འདི་མ་རྟགས། ཚད་མེད་ཞུ་བ་རྩ་ནས་མ་རེད། སེམས་མེད་ཞུ་ཤེས་ཡ་ཡོད་མ་རེད་དངོས་ནས་ད་ང་ཚོ་འདི་ང་རང་ཚོ་གི་བླ་མ་བརྒྱུད་པའི་བརྒྱུད་པའི་བླ་མ་རེད་དངོས་གནས་ཡིན་ད་ཡིན། བ་དག་འདི་ཡིན་སྐྱབས་རྗེ་ཁྲི་བྱང་འདུལ་བྱང་ཆེན་པོ་ཞུ་དངོས་གནས་དྲ་ནས་ད་ཁོ་ན་སྐུ་གོང་མ་དེ་ད་དངོས་གནས་ང་ཚོ་ཚང་མ་མཇལ་ཁ་མང་པོ་ཞུས་ཚར་བ་དག། ཧང་སང་ཡ་གི་ཁོ་རང་གི་མི་ཐོག་འདི་ནང་ལ་ད་ཁོ་རང་རང་བཞིན་ཁེ་བ་ཧ་ལམ་མེད་ཟེར་ནས་འགྲིག་གི་བ་དག་ཆོས་འབྱོར་དང་སྲིད་གང་ཅི་ཐ་ནས་ཞུ་བྱེད་མཁས་པ་རེད་དེ། ད་དུས་དེ་ག་ཀུན་ཏུ་ནི་གསུང་ཞུས་འདུག་བ་རྒྱམ་གང་རུང་ཅི་ཡང་ཞུས་འདུག་བ་དེ་དེ་ཅིག་མཚམས་སྦྱོར་གནང་ན་ཅིག་གསུང་ཞུས་དེ་ག་ལ་ཞི་དྲག་གི་གནང་མི་འདུག་བ་ད་ང་ཚོ་ཨིན་ཇི་སྐད་ལ་མ་ཟེར་ན ignore འདྲ་བོ་བྱས་ནས་བཞག་བཞིན་ཡོད། ད་ད་ལྟ་འདིས་གི། ད་ད་ལྟ་འདིས་གི། ད་བྱེད་ལས་ཟེར་བ་མི་འདུག་ད་ད་ལྟ་ད་དར་བ། ཡོང་ཚེ་ཅི་ཡང་འདོད་སྐུ་གོང་མ་ཡོང་ཚེ་ཅི་ཡང་འདོད་བཞག་ཆེན་པོ་ཆགས་འདོད། ད་འདིའི་ཡང་སྲིད་འདི།

ད་དངོས་གནས། བླ་མ་དེ་འདྲའི་མཚན་ལྡན་ཅིག་ད་འདི་ཡང་སྲིད་ཅིག་ད་མ་འདི་འདྲའི་དགོངས་པ་དོན་ཡོད་འདི་ག་ལ། དངོས་གནས་སངས་རྒྱས་ཀྱི་བསྟན་པ་ལ་ཡང་གནོད་པ་རེད། འགྲོ་བ་ད། ཞེས་ཁ་བསྡུ་བྱས་ན་སྤྱི་ལ་ཡང་གནོད་པ་རེད་སྒེར་ལ་ཡང་གནོད་པ་རེད་ཚང་མ་ལ་གྱོང་རག་ཡ་ཆགས་རོགས་ད་ང་ཚོ་འདི། འདི་ངས་དོལ་རྒྱལ་བསྟན་པའི་རྗེས་འབྲེལ་རེད་བསམ་ཁུལ་དུ་མ་གཏོགས་ཅི་གི་དོལ་རྒྱལ་བསྟན་པའི་ཕན་ཡང་རྩ་ནས་མ་རེད་བསམ་ཁུལ་དོལ་རྒྱལ་རྒྱ་ཆེ་ས་ཞིག་ནས་བཤད་པ་ཡིན་ན། དོལ་རྒྱལ་ཁོ་རང།

ད་ལོ་རྒྱུས་ནང་བཏགས་ཡོད་འདི་དང་ཚོད་ད་ཚོད་ད་ཆུང་ཆུང་རེད་དེ། ལོ་རྒྱུས་ནང་བཏགས་ཡོད་འདི་གང་ལ་ཡ། ད་ལོ་རྒྱུས་ངས་ཏེས་པར། ཏེས་ཁ་བྲལ་ནས་ཞུ་བ་ཡིན་ན། དཔེར་ན། སྐྱབས་རྗེ་མཛད་མེད་རིན་པོ་ཆེ། དངོས་གནས། ད། བོད་ཤོ་སར་འདུ་བ་ལ་དངོས་གནས་དྲང་ནས་ད་ང་ཚོ་འདུ་བ་བླ་བྲེ་སྤུ་གུ་དང་གྲྭ་བ་གཞོན་པ་ཚོ་ལ་དངོས་གནས་དྲང་ནས་བཀའ་དྲིན་ཆེན་པོ་རེད་ཧང་སང་ཡ་བཀའ་དྲིན་ཆེན་པོ་ད་ཉེན་གསུམ་ད་དཔེ་ཆ་ད་ད་ངོ་བླ་བྲ་ཁག་ཏུ་དགེ་རྒན་ཆེ། དཔེ་མི་སེར་ཕན་ཐོག་པོ་ཅིག་རེད་ཧང་སང་ཡ་གི་ཕན་ཐོག་པོ་ཅིག་རེད། ད་དེ་དེ་འདྲའི་ཅིག་ལ། རྒྱུད་སྟོད་རྒྱུད་གྲྭ་སྟོད་སྨད་ཀྱི་ད་བི་ཀའི་རྒྱུད་ཕལ་ཆེར་རྒྱུད་སྟོད་པ་ཡིན་པ་ཡང་རྒྱུད་སྟོད་ཀྱི་ཨ་ནི་བླ་མ་འོམ་ཟེར་ད་མཁན་པོ་ལ་ཡང་བསྐོས་བསྐོས་བླ་མ་འོམ་ཟེར་ལ་བསྐོས་བསྐོས་འདུག་ཅེས་ད་གྲྭ་བ་རྒན་པ་ད་མང་པོ་གདན་ས་ཁག་མང་པོ་ཅིག་གི་རེ་བ་བརྒྱབ་ནས་ཡང་བཞུད་འདུག་བ་ད་དེ་དུས་ཧང་སང་ཡང་བྱས་བཞུད་འདུག་བ་དེ་དུས་དེ་བཞུད་པའི་སྐབས་ལ་ཡང། སྐྱབས་མགོན་རིན་པོ་ཆེ་སྐྱབས་སེ་ད་མི་ཀུན་སྤྱོད་ཞུ་བ་ཆེན་པོ་འདི་གི་ཧང་སང་ཡག་གི་ཐུགས་བརྩེ་ནང་ཁོ་རང་དང་ཞལ་གསེབ་མ་ཞུས་ན་ད་ཐོངས་ཆེན་ཡོད་ཡག་ལ་དགེ་རྒན་ཤ་ཡག་དང་རྩེ་གཅིག་ད་ཡོད་ར་ག་ཚད་གར་བཏང་གནང་འདུག་བ། དེ་ནས་རྒྱུད་སྟོད་བླ་མ་འོམ་ཚེ་བཀོད་ཁོ་ད་དེ་ནས་བཀོད་ཁོ་ཚེ་ཁར་ཟས་རིགས་བྲིས་གནང་ཡག་དང་ཚེ་མོ་བརྒྱབ་གནང་ཡག་དང་ད་བཞུགས་ཤིག་གནང་འདུག་བ། ཐེངས་མང་པོ་གནང་ཡོད་གསུངས་འདུག་བ་དེ་དེ་ལོ་རྒྱུས་ལ་འདུག་བ། དེ་གསུངས་དེ་གང་ལ་ཡིན་མང་པོ་གནང་ག་དུས་ཡིན་ལ་དོན་གྱི་མི་འདུག་མོ་སྐྱོན་ན་བབ་ཀྱི་མི་འདུག་ཟས་རིགས་གནང་ལ་ཡང་དོན་གྱི་མི་འདུག་ག་རེ་རེ་བྱེད། དེ་བཞིན་ད་སྐྱབས་མགོན་པོ་ཆེ་ད་འདོད་ད་ཡང་བརྗོད་དེ་མཚམས་བཞག་ཡང

དོལ་རྒྱལ་ནི་དམ་སྲིའི་འབྱུང་པོ་ཡིན་པ་འདིས་སྒྲུབ་ཡོང་གི་འདུག་བ། འདི་གི་སྒྲ་ཡོད་ལ་བ། དོལ་རྒྱལ་ཕག་གོས་བླ་མའི་ཞལ་ལུང་འདི་གི། ཕག་གོས་བླ་མའི་ཞལ་ལུང་དེབ་དོན་པ་འདི་གི་དེབ་འདི་གི་ནང་ལ་ད་འདུག་ཆ་ཚང་མ་ཀློག་ཡོད་འདི་ག་ལ། ད་སྐབས་དེ་དུས་ཀྱི། ད་བླ་མ་ཟེར་ནས་རེད་སྐུ་དྲག་འདི་ཚོ་སྙིང་ཀོང་ནས། སེམས་ང་ཚོ་སེམས་པ་སྐྱོ་ཡ་རེད་ཟེར་ལུག་ཁྱུ་ཕྱི་མིག་བལྟ་ན་སྙིང་རྗེ་ཡ་རེད་ཅི་རེད་འདི་གི་དེ་ད་དངོས་གནས་དྲང་གནས་གཅིག་དཔེ་མྱངས་འདུག་བ་དོལ་རྒྱལ་གྱི་དཔེ་སྡུག་པོ་བཏང་འདུག་བ། ད་བསམ་བློ་ཡག་པོ་ཞིག་བཏང་འདོར་བ་ང་ཚོ་དངོས་གནས་བསམ་བློ་ཡག་པོ་ཞིག་བཏང་འདི་ག་ལ་རྒྱ་བོད་ཀུན་ལོ་བཅུ་གསུམ་པའི་དགོངས་པ་རྫོགས། རྒྱ་ལོ་སྐོར་བཅུ་བཞི་པའི་མ་ཕེབས་པའི་ཆེད་དེ་འདྲའི་པ་ར་ཅི་ལ་དངོས་ནས་ད་ང་ཚོ་མྱ་ཡ་ཚང་མ་དེ་ནས་མྱངས་འདུག་བ་ད་ང་ཚོ། སྲིད་དམ་སྲིད་དེ་ནས་ལངས་འདུག་བ་སྲིད་དེ་ཁོ་དོལ་རྒྱལ་གི་ད་ཁ་བས་དེ། གོ་སྐབས་ལ་ཤུགས་ལན་ཡང་གོ། འོ་ད་གོ་སྐབས་དེ་ནས་གླས་འདུག་བ། དེ་འདྲའི་གོ་སྐབས་ཅིག་གླས་ནས་ད་ཁོས་ང་ཚོ་འདིའི་པ་ར་ལ་མི་མང་དང་དཔེ་ཨ་ལས་མི་མང་དང་ཨ་ཅེ་མི་མང་གཉིས་ཅེ་བཅུ་མ་དེ་གང་ཡོད་མ་རེད་བ་སྙིང་རྗེ། དེ་སྒང་ལ་ཡ་དེ་སྔའི་སྐུ་དྲག་ནང་དང་བླ་ཆེན་ཁག་དང་བླ་མ་དཔེ་ད་གལ་ཆེ་འདི་གའི་ཆོས་བརྒྱུད་ནང་ཚང་མ་ལ་དཔེ་ཁོས་དཀྲུགས་བྱས་ད་གང་འདྲ། མེད་པ་བཟོས་འདུག་བ། དོན་དག་ཅིག་འདི་རུ་མ་དག། ད་དེ་ལྟར་ཕ་རྒོད་བླ་མའི་ཞལ་ལུང་ནང་ཀློག་ཡོད་འདི་ག་ལ་ཕ་རྒོད་བླ་མའི་ཞལ་ལུང་ནང་ལ་མ་བཅུག་ཁོང་ཚོ་གིས་ད་ཅིག་ཅིག་ཅིག་བླ་མར་བཀྲོངས་པའི་བཀྲོངས་སྟངས་དང་ཅིག་མི་ཆེན་ཁང་བཀྲོངས་པའི་བཀྲོངས་སྟངས་དང་ཅིག་བཤད་ཡོད་འདི་ག་ལ། ད་ནི་ད་ལྟ་ངས་རྫུན་འདི་ཀློག་ཡོད་འདི་ག་ལ་སེམས་པ་སྐྱོ་ཡ་རེ་ཅིག་རེད་མ་གཏོགས་ཅིག་འདི་དངོས་གནས་དོལ་རྒྱལ་ལ་ཡ་ཅིག་དད་པ་སྐྱེ་ཡ་དང་ཅིག་གླེགས་མི་འདུག་བ་སེམས་ནང་ལ་སྐྱོ་ནས། ལས་ལས་འདི་ཁྱོན་ནས་མི་འདུག་བ་འདི་ནང་ལས་ཡང། གཅིག་གཉིས་གཅིག་གར་མཐོང་གོ་འདུག་བོད་ཕག་སྐུ་བླ་མའི་ཞལ་ལུང་དུ། གཅིག་གློག་ལ་ཚངས་ནས་བལྟ་འདི་ག་ལ་སྐྱབས་མགོན་རིན་པོ་ཆེ་གིས་ད་ལྟ་སྐུ་གསུང་ཐུགས་ཀྱི་མཛད་པ་ད་ལྟ་དེང་སང་གི། ལྟ། དུས་རབས་ཉི་ཤུ་གི། བཞུགས་ནས་དུས་རབས་ཉི་ཤུ་རྩ་གཅིག་གི་འགོ་ཟླའི་བར་དུ་སྐྱབས་མགོན་རིན་པོ་ཆེ་གིས་ལྟ་མཛད་རྣམས་ཀྱི་གཟིགས་དང། སྐུ་གསུང་ཐུགས་ཀྱི་མཛད་འཕྲིན་ག་འདྲི་གནང་འདུག། དངོས་གནས་ལྟ། ཕག་སྐུ་བླ་མའི་ཞལ་ཞལ་ཐང་མ་ཤེས་ན་ཕག་སྐུ་བླ་མའི་ཞལ་ལུང་གི་བྱེད་སྟངས། བཤད་ཡག་གི་བརྗོད་བྱ་འདི། ཏག་ཏག་ཀོ་ར་འདི་ལྟ་འདིར་ཨེ་ཤེས་གལ་མ་ཟེར་ང་ཚོ་ག་ལ་བ་ལྟ་འདི།

སྐྱབས་མགོན་རིན་པོ་ཆེས་ཞེ་སྡང་མ་ང་ལ་མི་ཞེན་པར་བལྟ་དགོས་མོད་སྐྱབས་མགོན་རིན་པོ་ཆེས་རང་གི་སྤུ་རུབ་བཏོན་སོང་བ་དང་ཞེ་སྡང་མ་ཞུས་ན་སྤུ་རུབ་བཏོན་རྗེས་ག་རེ་བཏོན་པར་སྲིད་ན་ང་ལ་བལྟ་དྭགས། ངས་ད་དོལ་རྒྱལ་མཚམས་བཞག་ཡང་གཏན་འཁེལ་མེད་དྭགས་ཅེས་བརྗེད། ད་དངོས་གནས་དྲང་གནས་ད་འཛམ་བུ་གླིང་དངོས་གནས་དྲང་གནས་ད་ནང་ཆོས་མ་དར་ས་ལུང་པ་གཅིག་ལ་འདི་འདྲའི་ཕྱི་རྒྱལ་དང་ད་མཚན་མཐོང་ག་འདྲ་བྱས་ཉེན་ཁ་ཆེན་པོ་ཆགས་བསྡད་ཡོད་རེད། དེ་བཞིན་ནོ་སྦེལ་པིས་པ་བཞེས་གནང་ཡ་ད་ཨ་མི་རི་ཀའི་གསེར་གྱི་རྟགས་མ་རག་ཡ། དངོས་གནས་ད་པེ་ཐང་གསང་ཡ་གི་དངོས་གནས་ད་འདི་འདྲའི་གི་ད་ང་ཚོ་པེ་བོད་པ་ལ་ཡ་ད།

དཀོན་མཆོག་རེད་ད། འདི་ག་རེ་རྫིག་རེད་བསམ་གོ་ཟེར་ན། འཛམ་བུ་གླིང་མི་ལྐུག་པ་མ་རེད་བ། ཁོང་ཚོ་ས་ན་ང་མ་ཐོན་སྐད་རྒྱབ་ག་རེ་བྱེད་ན་བྱེད་ཚང་མ་སྟོན་དང་ཁྲོམ་དུ་མ་བསམ་ཅིག་མ་བལྟ། ང་ཚོ་གཅིག་ཡོད་བ་པིཀ་གཏམ་དཔེ་ཅིག་ར་པ་ཕྱི་ནང་ལོག་པ་དེ་འདྲ་ལ་ཡ་མཚན་མི་འདུག་ཟེར་ཡ་ཆེ་བ་མིག་ར་ར་པགས་པ་ཕྱི་ནང་ལོག་དུ་ཡ་མཚན་མོ་མཐོང་མ་རེད་བ་ད་འདི་ཁོ་དཔེ་འདི་ནང་བཞིན་བྱས་བྱས། ངས་འདི། ཁོང་ཚོ་འདི་བྱེད་ཀྱི་རེད་བསམ་གོ་འཛམ་བུ་གླིང་མི་ལྐུག་པ་མ་རེད་བ་ད་མིག་གི་སྟེགས་ཀྱི་སྟེ། རྟ་གི་ར་བ་ཉི་མ་ཚོང་འགུར་བ། ཨོ་དེ་འདྲའི་གི་ཆེད་ལས་ཁོང་ཚོ་གི། དངུལ་ལོ་འཆར་གི་རེད་བསམ་གོ་ཉི་མ་ཞིག་དེའི་ར་བ་ཁོང་ཚོ་ཞུ་བདེན་པའི་ར་སྤྲོད་བཤད་དེ་གི་འདུག་བ། དེ་ཡིན་དུས་ད་ངས་ད་ལྟ་འདི་ཕ་རྒོད་བླ་མའི་ཞལ་ལུང་རྣ་ལ་མ་བཤད་བཞག་ཡོད་དེ། སྐྱབས་མགོན་རིན་པོ་ཆེ་རང་གི་ཞལ་ཟ་མ་ཞུས་ནས་སྐུ་གསུང་ཐུགས་ཀྱི་མཛད་པ་དག་རང་གི། འདིའི་གི་ཡར་ཁ་སྣོན་ཟོལ་ཆགས་སོང་བསམ་གོ་དེ་ངས། ཨོ་གཅིག་དེ་རེད། དེ་འདྲ་ཡིན་ཚེ་ད་ང་ཚོའི་དོལ་རྒྱལ་གི། ད་ལྟ་ང་ཚོ་གི་ཅིག་ཁོང་ཚོ་ཞིག་བཤད་བསྡད་ཡོད་ཅིག་འདུག་བ་ཅིག་གི་འཇམ་དབྱངས་སྙན་རྒྱུད་དགའ་ལྡན་སྙན་རྒྱུད་དག་ཅིག་གསལ་བཤད་བསྡད་དེ། ད། ད་གི་དེར་ཁོང་ཚོར་སྦྱར་ནས་བཤད་པ་ན་ཁོང་ཚོའི་བྱེད་སྟངས་འདི་དང། དགའ་ལྡན་བསྙེན་རྒྱུད་དེ་ག་བ་ཡོད་རེད་དགའ་ལྡན་དགེ་ལུགས་པའི་བསྟན་པ་འདི་ག་འདྲ་ཅིག་བཤད་ཀྱི་རེད་ཁོང་ཚོ་གི་མི་ཚེ་ཁོང་ཚོ་དེ་དུས་ས་ལ་ང་ལ་སྐད་བརྒྱབ་བསྡད་མཁན་ཅིག་སྲིད་དམ། ངོ་ནས་དྲང་ནས་ད་སེམས་པ་སྐྱོ་ཡ་རེད་ཁ་ཐུག་བཞིན་པ་ལ་ཡིད་སུ་བཞིན་པ་ལ་གསུངས་པ་རང་རེད་འདི་གཅིག་པ་འདི་རྐྱང་རེད་ངོ་ནས་སེམས་པ་སྐྱོ་ཡ་ར་ཅིག་ཡག་མེད་ན་ཁོང་ཚོ་ཞུ་བུ་ཅིག་འཁྲུག་བྱས་ཤ་ཤེད་རེ་ཅིག་འཁྲུག་ནས་རྦད་དེ་ཁོ་ར་མགོ་མ་ཚོ་ག་ར་རེ་བྱས་ཡིན་ན། གཉིད་སད་དུས་ང་ལ་ར་ར་ཟེར་ནས་གཉིད་སད་བས་སོ་ར་ཅིག་འདི་འདྲ་རེ་ཅིག་མེད་འགྲོ་བསམ་གོ་ར་ངས་འདི་བྱེད་སྟངས་འདི།

ཞུས་འདུག་བ་སྐྱག་མོ་རེད་འདུག་རྙེད་མ། ད་དེ་འདྲའི་ཞུ་ངེས་མི་གཅིག་གིས་ད་ལྟ་རྒྱ་བོད་རིན་པོ་ཆེ་ལ་སྡུམ་པ་ཡོད་མ་རེད་ཡ་དེ་ཡང་ཞུས་གི་འདུག་བ་ད་ཁོང་ཚོས་ད་དེ་འདྲ་དེ་འདྲ་བཤད་གི་འདུག་ཁོ་བོད་སྐད། ད་དེ་ཚོས་ད་དངོས་གནས་དྲ་ན་ཧང་སང་ཡག་གི་ད་གནས་ཚུལ་གཅིག་ག་ཚོད་རེད་གཅིག། ཁོ་རང་ཁོ་རང་ད་མི་ཚོ་ཧ་ལས་ཡག་གི་གནས་ཚུལ་ཞིག་ད་དེ་གཡུ་དེ་དོལ་རྒྱལ་གི་བསླུས་པ་ཞིག་རེད་མ་གཏོགས་གཅིག་དེ་ག་ཡང་མ་རེད་བ་ད། ད་དེ་ཚོས་དེ་ནི་ད་ངས་ད་ལྟ་བཤད་དེ་ད་དོལ་རྒྱལ་ལོག་འདྲ་བོ་དེ། དོལ་རྒྱལ་བསྟན་པ་དང་མ་བསྟན་པ་ཞིག་དོལ་རྒྱལ་བསྟན་ན་ཕན་དང་གནོད་ལ་ག་བ་ཞིག་ཟེར་ན། འདི་སྤྱི་ཚོགས་ལ་གནོད་ཡག་གི་ལས་ཀ་ཞིག་རེད་འདུག་བ།

སྔོན་ནས་རྒྱལ་པོ་སྐུ་ན་བཅུ་བཞི་པ་དང་སྐུ་ལྡན་བཅུ་གསུམ་པ་དགོངས་པ་རྫོགས། སྐུ་བཞེངས་ལ་ཕེབས་བྱས་ད་སྐུ་ན་བཅུ་བཞི་པ་མ་ཕེབས་པའི་ད་དགུང་ལོ་པད་དེའབ་ལོ་ན་ཡ་དགའ་རོགས་ཀྱིས་མ་སོན་བར་དུ་ལ། སྔོན་ནས་ད་དོལ་རྒྱལ་ཟེར་དུས་ག་ལ་པད་ཚེ་ཁྱོད་ནི་བླ་མ་ཚང་མས་ཀྱི། ད་ཧ་ལམ་འདི་མ་བསྟན་ན་མ་འགྲིག་པས་སོ་བྱ་ད་ངའི་དགོངས་དོན་ཞུ་བ་ན་ཆགས་བསྡད་རོགས་ད་ཆགས་རོགས། ད་ད་ད། ག་ཚོད་རེད་རྒྱ་མགོ་རུ་འདི་ནང་དུ་བ་པད་ན་འདི་ད་ངའི་རི་སུ་བ་རེད་སྔར་མ་དྲངས་ཕྱིས་དྲངས་མི་འདུག་བསམ་དགོངས་བདེན། དུ་བསྐྱོད་དེ་མཚམས་འཇོག་གནང་ཡང་འདི་ལོ། དེ་དཔེར་ན་དང་པོ་དང་པོ་དྲུག་ཅུ་རེ་གྲངས་འདུག་བ་ལ་ཕོ་བྲང་རྙིང་པ་ལ་ཡི་གེ་བཞུགས་པའི་སྐབས་ལ་ཡ་ཨ་ནི། དོལ་རྒྱལ། འདི་ག་ས་དོལ་རྒྱལ་མ་ད་ལྟ་འདི་གར་ཡིན་གོ། ད་ལྟ། གནས་ཆུང་རང་གི་ཡ་བཞུགས་འདུག་བ། ད་ཨ་འདི་བཞུགས་ན་འགྲིག་ས་རེད་བ་དཔེར་ན་ཁོང་ཚོས་འདི་གཟིགས་བ་རེད་བ་ད་ལྟ་དོལ་རྒྱལ་འདི། གནས་ཆུང་གི་སྐུད་པ་རེད་གཟིགས་བ་རེད་བ་ད། ངས་ཆུང་དུ་བསྐུལ་བ་རེད། ཨ་ནི་ལོ་རྒྱུས་ཅན་དང་ལེན་ཡོང་གི་འདུག་བ་ལོ་རྒྱུས་གཅིག་ནང་ལ་ཡང་འདི་བོད་ཡིག་ཏེ་ངས་མཐོང་མ་སོང་ཨིན་ཇིའི་དེབ་དང་ལེན་དུ་འབྱུང་གི་འདུག་ཨ་ན་ད་ཨི་ཏྲ་ལི་ནས་དོན་པ་ཅིག་གིས་ཁོས་དྲི་བ་དྲིས་ནས་དོན་གི་འདུག་བ། ང་དང་ཡོངས་འཛིན་སྐུ་བགྲེས་པ་གླིང་རིན་པོ་ཆེ། ཕ་བོང་དཀར་ཙག་ལ་ནམ་རྒྱུན་ཏག་ཏག་པར་འདུག་བའི་དྲི་བ་དྲིས་ནས་ཕེབས་ཀྱི་ཡོད་ཕེབས་ཀྱི་འདུག་ང་ལ་དགོངས་དག་ཏག་ཏག་བཞག་ལ་ཕེབས་པའི་སྐབས་ལ་ཡང་བློ་བདེ་པོ་ཞིག་གིས་ཕེབས་ཀྱི་ཡོད།

འདི་ཡིས་ནི། ཨོ། བསྟན་ན་འགྲིག་གི་འདི་སྐྱོན་ཡོད་ཀྱི་མ་བསྟན་ན་འགྲིག་གི་འགྱུར་རེ་གནས་ཆུང་བཀའ་ཐབས་འདི་གནས་ཆུང་ཁོ་རང་བརྐུས་པ་ར་བོད་ཀྱི་གནས་ཆུང་གི་བརྐུས་པ་ཅིག་རེད་བཱས་བརྐུས་པ་ཡིན་དུས་ད་བསྟན་ན་འགྲིག་གི་འགྱུར་རེ་གང་ཡང་ཡོག་མ་རེད་ཟེར་འདི་བཀའ་གནང་འདུག་བ། ཨ་ལས། ཨ་ནི་བཀའ་ན་འདི་དགོངས་དག་འདི་གླིང་རིན་པོ་ཆེ་ཕ་ཕེབས་གཟིམ་ཤག་ལ་ཕ་ཕེབས་འགྲོ་འདི་གང་ལ་ཡ་གཏེར། ཐུགས། བྱེ་ད་མ་ཞུས་ན་ད་ཅིག།

དོལ་རྒྱལ་རྩ་བ་ཉིད་ལ་འབྲས་བུ་ཁོ་རང་མི་འདུག་བ་དོལ་རྒྱལ་བསྟེན་གནང་གི་མི་འདུག་བ་རེད་བ། ང་ཚ་སྐྱབས་མགོན་རིན་པོ་ཆེ་གི་ད་ལྟ་རྒྱུད་གསང་བ་ད་ལྟ་ཉི་ཤར་ཁོང་ཚོ་ག་རེ་འདི་བཤད་གི་འདུག་བ་ག་རེ་སྐྱབས་མགོན་རིན་པོ་ཆེ་གི་རྫུན་མ་ཅིག་བཤད་སོང་ཞིག་ཁོང་ཚོ་བཤད་སོང་ང་བཤད་གི་འདུག་བ། སྐྱབས་རྗེ་སྐུ་གོང་མ་གི། ཆོས་ནི་བསྟེན་གི་མེད་པ་མ་ཚད་ད་འདོད་ཁོ་རང་གི་ཉེ་སྐོར་གི་ད་ཞེ་ས་མ་ཞུ་ན་འདི་ནང་མེད་ད་དགེ་ཕྲུག་ཚོ་ལ་ཡ་ལབ་རང་ད་དགེ་ཕྲུག་ཚོ་ལ་ཡ། དོལ་རྒྱལ་བསྟེན་རྒྱུ་ཡོད་མ་ད་ལྷ་ས་བ་ལྷ་ས་བ་ལས་ཁ་ད་ཅིག་ཟེར་ཞུ་བ་མི་ས་ཅིག་ཅིག་ད་ཟེར་ཞུ་སྟོན་པས་བྱོས་བ།

མ་ཞུས་ན་ཡག་ག་མེད་རེད། དེ་འདི་འདི་གསུངས་པ་རེད་མ་གཏོགས་ཅེ་དགེ། དེ་དོལ་རྒྱལ་རང་གི་ཚར་བཅད་རྩ་བ་གཉིས་དགོངས་ཡོད་མ་རེད། གལ་སྲིད་དེ་རིགས་ཀྱི་ཡིན་པའི་ཡིན་ནས་རེད་བ། དེ་དེ་རིགས་ཀྱི་དོལ་རྒྱལ་གྱི་ཚར་བཅད་ཀྱི་རེད་དགོངས་པ་ཡིན་པའི་ཡིན་ནས་རེད་བ། ད་གླིང་རིན་པོ་ཆེ་དངོས་གནས་རྒྱ་དབང་སྐུ་ཕྲེང་བཅུ་བཞི་པ་ཆེན་པོ་འདི་དངོས་གནས་སངས་རྒྱས་ཀྱི་བསྟན་པ་དང་བོད་མི་རིགས་དང་ད་འཛམ་བུ་གླིང་གི་མི་ཆེད་དུ་སེམས་ཅན་དེ་ཆེད་དུ་ཕེབས་པ་ཡིན་ཙང། དེ་དེའི་སྐུ་གསུང་དེའི་སྐུ་གསུང་ཐུགས་ལ་ཡང་གནས་ན། དེ་སྡུག་གི་རེད་བ་ད་ང་ཚོ

རེད་བ། ལྟ་བ་འདི་ཙམ་གྱི་ཡོད་རྟགས་པ། སྐྱབས་མགོན་རིན་པོ་ཆེ་གི་དོལ་རྒྱལ་དམ་བསྒྲགས་གནང་ཡ་འདི། དོལ་རྒྱལ་ཡག་པོ་མ་རེད་འདི་གསུང་གསུང་ཡ་ཚིག་ཞོར་བ་ཚིག་ཞོར་བ། ད་འདིར་བྱོས་བ་ད་ནང་ཚོ། རྗེ་རིན་པོ་ཆེ་གི་རྟེན་འབྲེལ་བསྟོད་པའི་ནང་ལ་ཡ་ག་རེ་ས། འདི་གསུང་ཡ་བྱོས་ག་ཚ་ལམ་འདི་ཉིད་ཀྱི་གསུང་གཞན་ཡང། ཚད་མར་འགྱུར་བ་ངེས་པ་སྐྱེས། བ། རྗེ་རིན་པོ་ཆེ་རྟེན་འབྲེལ་བསྟོད་པའི་ཚུགས་ཀྱི་ནང་གསུང་ཡ་རེད། ཀ་ར་རུ་བ་སྐྱབས་མགོན་རིན་པོ་ཆེ་གིས་དོལ་རྒྱལ་དམ་དྲག་གནང་ཡ་གི་འདི་མ་བསྟན་གསུང་ཡ་གི་འདི་གི་སྐོར་གི་ད་བྱིབས་ཆུ་གནང་སྟངས་གི་འདི་ཁོ་རང་ལ་གཅིག་པོ་ལ་བསྟན་ནས་གསུང་བཞིན་པ་ད་ཨ་ལས་ཨ་ཅང་ཅང་རེད་ད། རུ་བ་ད། ཨོ་དེ་འདྲའི་གི་ཡིན་དུས་ད་བྱས་ད་དོལ་རྒྱལ་བཀའ་གནང་ཡ་རྩ་བའི་ད་འདི་རེད་ད་ངས་བཤད་དེ་དོན་ཚན་གསུམ་དོགས་ནས་བཀའ་ཡ་གནང་གནང་གི་འདུག་བ། དང་པོ་དེ་གོང་ས་ལྔ་བ་ད་མ་འགྲིག་བ། གཉིས་པ་དེ་ནི་ང་ཚོ་བོད་ཀྱི་དངོས་གནས་གཅིག་ནང་བསྟན་དེ་སངས་རྒྱས་ཀྱི་བསྟན་པ་དེ་རྗེ་རིན་པོ་ད་ཇི་ན་མེད་དུ་དཔལ་ལྟར་གཅིག་བོད་སྤྱི་ཡི་སངས་རྒྱས་བསྟན་པ་གཅིག་དེ། དཔལ་ན་ལིང་འདྲ་ནི་ཆུ་རྒྱུན་ནི་མ་ཡོང་བསྡད་པའི་གི་དེ་འདྲའི་གི་ད་ཆུ་རྒྱུན་དཔལ་གལ་ཆེན་པོ་ཞོལ་གྱི་གཙང་མ་སྤུས་དག་པོ་འདི་ལྷ་གསོལ་ཀླུ་གསོལ་གང་ལ་མ་འགྲོ་ཡ་གཅིག་གཅིག་གཉིས་པ་དེ། གསུམ་པ་དེ། ཨ་ནི། བོད་བརྒྱུད་ནང་བསྟན། གཙོ་བོ་གཙོས་པའི་མཐར་འཛམ་བུ་གླིང་ཆོས་ལུགས་ཁག་ཡོངས་རྫོགས་པའི་མཐར་མཐུན་སྒྲིག་ཆས་བཅས་ཡོང་ཡ་ཅིག་དང་དེའི་དམིགས་ཡུལ་གཙོ་བོ་གསུམ་དེ་འདྲ་ཅིག་གི་དོན་ཚན་གསུམ་གཙོ་བོ་ཆེ་ནས་གཟིགས་ཞེན་བསྐྱང་སྒོར་མོ་ཅིག་དང་ད་ལྟ་དོལ་རྒྱལ་དམ་ལ་གནང་དགོས་ཡ་ཅིག་དོལ་རྒྱལ་དེ་བསྟན་ན་ད་ཁྱི་ངའི་གོང་དུ་ཞུ་བ་ལ་ཅིག་ཕག་རྒོད་བླ་མའི་ཞལ་ངོ་དུ་མང་པོ་བྱོལ་བ་དང་གཅིག་བསད་ཀྱི་རེད་གཉིས་བསད་ཀྱི་རེད་ཨ་དེ་ཚེག་མོ་ད་དུ་སྒྲུང་གཏམ་མང་པོ་ཡོད་རེད་དཔེར་ན། ག་ཚོད་ངའི་གོང་དུ་ཞུ་ཡིན་རུ་བ་དེ། ད་ལྟ་ཨ་མདོའི་ནང་ལ་ཡ་དེ་འདྲ་ག་རེ་དེ་འདྲ་ད་མཚན་བཏགས་པ་བྱས་འདུག་གི་དེ། ག་ས་དེ་འདྲ་ཨ་མདོ་ནཱ་ལེ་ཡ་ཐ་དི་ཀར་བླ་མ་ཨ་མདོ་བླ་མ་ཀེ་ར་ཆེན་པོ་ཆོས་ལ་ཨ་ལགས་འཇིགས་མེད་བསམ་གཏན་ཁོ་རང་ཞལ་བཞུགས་པའི་སྐར་ལ་ཡ་ཕ་བོང་ཀ་དེ་ད་དི་ཨ་ལགས་འཇིགས་མེད་བསམ་གཏན་ལ་ཡ་རྙིང་མའི་ད་ད་བླ་མ་དེ་ཕྱག་བྲིས་གནང་འདུག་བ། ཕྱག་བྲིས་ཕུལ་རྗེས་ད་ད་ནི་རྗེ་ཕ་བོང་ཀའི་དངོས་སློབ་ཡིན་ཟེར་མཁན་ཁག་ཅིག་གིས་བོད་དེ་འདྲ་མི་འདྲ་བཅོ་བརྒྱད་བྱེད་ཀྱི་འདུག་སངས་རྒྱས་ཀྱི་བསྟན་པ་ལ་རྨ་འབྱིན་གྱི་འདུག་འདས་སུ་ཚིག་དེ་རང་བེད་སྤྱོད་བཏང་གནང་འདུག་བ། བ་ད། དངོས་གནས་དྲང་ལེ་ད། སྐད་ཆ་ཁ་མཐུན་ཞིག་ན་གུ་རུ་རིན་པོ་ཆེ་གུ་རུ་རིན་པོ་ཆེ་དེ་དམིགས་བསལ་གྱི་ལྟར་གལ་ཆེན་པོ་ཆགས་འདུག་གོ་བོད་ལ་ཡང། ཨ་རིའི་རྒྱུ་འགྲོ་བ་དང་ཨ་ནི་རྦད་དེ་མཁན་སློབ་ཆོས་ཞུ་རུ་སུ་འང་ཡོད་རེད་བ་ང་ཚོ་ཤེས་ཡ་དེ་འདུག་ཡོད་རེད་བ་དང། ད་གུ་རུ་རིན་པོ་ཆེ་སྐུ་གཤེགས་པའི་ཨ་ནི་རྙིང་མའི་དཔེ་ཆ་གལ་ཆེན་པོ་ཚོ་མེ་བསྒྲགས་བཏང་ཡ། ཨོ་དེ་འདི་མང་པོ་འདྲ་མི་འདྲ་ཞུ་བོ་བྱས་བྱས་རྦད་ད་ས་སྐྱེས་ཀྱི་བསྟན་པ་ལ་རྨ་བྱིན་གྱི་འདུག་དེ་རྦད་ཅིག་གསུང་ན་ཕན་ས་རེད་ཟེར་གྱི་འདི་ཤུགས་ཆེན་པོ་ཞུ་བོ་ཅིག་ཡི་གེ་ཤི་སྟངས་གནང་འདུག་བ་ཕྱག་བྲིས་ཤི་གནང་འདུག་བ། ཨོ་དེ་གསུངས་ན་ཡག་པོ་འདུག་ཟེར་ཅིག་གསུངས་འདུག་བ། ཨོ་དེ་འདྲའི་གི་རྐྱེན་པས་ད་གང་ལྟར་དངོས་གནས། དོལ་རྒྱལ་གི་དོལ་རྒྱལ་སྐུ། ཁོག་ལ་བཞུགས་ཡོང་དུས་གང་ལ། རང་ཤེད་ཀྱི་མི་ཡག་པོ་ག་འདྲི་ཞུས་པས་ན་ཁུ་མི་སྡུག་ལ་བཏང་བྱས། དཔེར་དེ། ལུང་པ་ཁོ་ན་དཀྲུགས་ཡག་གི། རེད་འདུག་བ་དེ། ད་དེ་ལ་ཕ་གོས་ལ་མི་ཞེ་ལུང་ད་འཛིན་གོང་དུ་ཤོར་ཕྱིར་ད་ཕ་གོས་ལ་མི་ཞེ་ལུང་གནང་ལ་ཡ་རྒྱ་བོ་རྭ་སྒྲེང་དང། ཨ་ད་ད་ད་དེ་དགེ་གི་ཚང་མ་བསྡུ། ཕྱིར་ད་རྒྱ་བོ་རྭ་སྒྲེང་གི་དགོངས་པ་རྫོགས་ཡག་དང་དེ་ནས་མ་ད་ཁ་རྡོ་ལྟ་བུ་བླ་མ་མང་པོ་ཡོད་རེད་བསད་རེད་བླ་མ་གྲགས་དེ་གི་ཚང་མ་བཀྲོངས་ཡག་དང། ཚང་མ་དོལ་རྒྱལ་གྱིས་བྱས་པ་རེད་ད་དེ་བཤད་དགོས་བཤད་ཡོང་གི་འདུག་བ། ད་ཧ་ལམ་སྐད་ཆ་སྐད་ཆ་ཁ་ཐུག་རེ་བཤད་ན་ཧ་ལམ་རྒྱ་བོད་སྐུ་ཕྲེང་བཅུ་གསུམ་པ་ཡང་དོལ་རྒྱལ་གྱིས་བཀྲོངས་པའི་ཟེར་བ་བཤད་གོ་ར་ཁོང་ཚོས་དེ། ད་ཟབ་ཆེན་སྐད་ཆ་རེད་བ་དེ་གི་དེ་དངོས་བསམ་ལེ་བཏང་ན་ད། དངོས་ཟབ་ཆེན་སྐད་ཆ་རེད་བ་རྒྱ་བོད་སྐུ་ཕྲེང་བཅུ་གསུམ་པ་ཅིག་ཤི་དེ་དངོས་གནས་དྲ་ནས་ད་ཨ་ལེ་དགེ་ལྡན་གྱི་བསྟན་པ་ལ་ད་ཨ་ཅག་ཅག་འདི་བོད་སྤྱི་ལ་ཡང་ཞུགས་ཀྱི་པའི་བཀའ་དྲིན་ཆེན་པོ་ཡིན་གི་ལ་འདི་འདྲའི་ཅིག་རྒྱ་དབང་ཅིག་གིས་ཅིག་ལ་ཡང་ད་སྐུ་ལ་ཡང་ད་དོགས་ཡོང་གོ་ར་བ་ད།

ཅིག། ཚེ་ངན་སྨྲས་ཀྱིས་བསོད་ནམས་ཅིག་བསགས་ཡོད། ཨ་མི་ཅིག་བྱ་ཆུ་སེམས་བསྒོམ་སྟོང་པ་ཉིད་བསྒོམ་དེ་འདྲའི་ཅིག་བསྒོམ་བྱས་རི་དྭགས་སྨན་མང་ལ་ཞིག་བདེན་བདེན་ན་བསམ་གྱི་བཙག་པ་འདི་བསམ་གྱི་ཡོད། ཨ་རེ། ཁྱད་པར་ཟེར་ཡ་མི་འདུག། ད་ངས་ཡིག་བྱས་ཡ་དེ་ལ་ཡ་ཅིག་འདི་གར་སོང་རེད་ཅིག་ཁྱེད་རང་ཚོ་ལ་ཕན་ཐོགས་མུ་མཐུན་སྟངས་ཀ་བདེན་མ་དེ་ཆོག་ཡོད་རེད་བས་ཟེར་འདི་རི་དྭགས་པ་ཅིག་གསུང་གི་ཡོད་རེད། དེ་གསུང་གི་གསུང་གི་ལ་ང་ཚོ་མི་མང་ཚོ་གི་མི་མང་ཡིན་ན་རེད་ད་དངོས་གནས་ང་ཚོ་ཆོས་བརྒྱུད་ཚང་མ་རེད་བསམ་ཡ་དངོས་བསམ་དགོས་ཡ་ཅིག་རེད་ད་ལྟའི་བླ་མ་འདི་འདྲའི་ཅིག། དངོས་གནས་ང་ཚོ་འཛམ་བུ་གླིང་འདིའི་ནང་ལ་ཡང་ད་ག་ཚོད་ངའི་གོང་དུ་བཞུགས་པ་ནང་བཞིན། སྟོན་པ་བཅོམ་ལྡན་འདས་ལོ་ཉིས་སྟོང་ལྔ་བརྒྱའི་གོང་ལ་ཕེབས་ནས། དེ་འདྲའི་གཅིག་ད། འདི་ད་གཅིག་པ་གཅིག་ཆ་མཚུངས་པ་གཅིག་པ་གཅིག་རྐྱང་གཅིག་ད་ལྟ་ཕེབས་བསྡད་པ་ད། ད་མཚན་སམ་གསུང་སོང་ཡིན་དཔེ་སམ་འདི་འདྲ་ཡོང་མ་རེད་དེ། མིའི་རྣམ་པ་རང་བཞིན་དུ་གཅིག་པ་གཅིག་རྐྱང་འདི་མཛེས་པ་ཟེར་དང་སྐྱོ་མོ་མཛེས་པ་ཞིག་ཟེར་དང་འོ་ད་ང་ཚོ་ཚང་མ་སྟག་མོ་འོ་བྱེད་རེ་བ་གཞན་པ་ལ་ད།

བ་དང། བདེན་བྲལ་གྱི་རྟགས་ང་ཚོ་ལ་ང་རང་ཚོ་གི་མེ་ཏོག་འདི་ནང་ལ་ཡང་ད་བླ་མ་དེ་འདྲ་ཞིག་འཁྲུངས་ཁྱོད་རྣམས་འདི་ལྟར་གཅིག་པ་གཅིག་རྐྱང་གཅིག་འཁྲུངས་བཞག་འདི་ག་ལ། འདིའི་གི་བཀའ་སློབ་ད་འདི་བཀའ་སློབ་འདི་ལ་ང་ཚོ་དམིགས་བསལ་སྣང་མེད་ར་ཅིག་བཏགས་ནས་བཞག་པ་ཡིན་ན། འདི་ངས་འདི་ཞུ་གཅིག་ག་ཟེ་བ་རེད་འདི་རེད་བསམ་གོ་གཅིག་འདི་རེད་བ། ད་ད་ལྟ་འདི་ལ་ཡང་ཨ་ནེ་རྒྱ་མགོ་ནོར་བུ་ད་ལྟ་ཁོང་ཚོ་འདི་ཞུ་གི་འདུག་བ་ཁོང་ཚོ་ཁ་ཅིག་གི་ཆོས་དད་རང་མོས་མིན་འདུག་ཟེ་ཞུ་ཤེས་གི་འདུག་བ་ཆོས་དོལ་རྒྱལ་ཚོགས་པ་མིན་འདུག་ད་གཙོ་བོ་ང་འདི་གཞན་པ་ད་ཁ་མེད་ད་ལྟ་ངས་ཡུལ་གྲབས་འདི་ཚོ་མང་པོ་བཟོས་དགོས་ཡ་དེ། གཅིག་བཤད་དགོས་ཡ་དེ། ཁོ་ཚོས་ཆོས་དད་རང་མོ་མི་འདུག་སེ་ཨ་ཁ་ཨ་ཅིག་ཅིག་བཤད་ཡོད་འདུག་བ། ད་སྐད་ཆ་འདིར་བ། དང་པོ་དེ་ཆོས་དད་རང་མོ་མི་འདུག་མི་འདུག་ཟེར་ཁོ་ཚོས་ཀྱི་རྡོ་རྗེ་སྐྱེས་པ་རྒྱུད་ནས་ཁྱེར་ཡོང་དགོས་ལ་སྐད་ཆ་དེ་ད་འདིར་བ། ད་ང་ཚོ་སྐད་སྐད་བཤད་ཡ་ཆེད་དཔེ་ཆ་ནང་རྡོ་རྗེ་སྐྱེས་པ་རྒྱུད་ནས་ཁྱེར། ཁོ། ཚང་མ་བསམ་བཏང་དགོས་ལ་དགུ་བཅུ་ཚང་མ། ཆོས་དད་རང་མོ་འདི་ཆོས་དད་རང་མོ་སྐད་ཆ་ཁོ་རང་མ་ལ་བ་སྐྱབས་མགོན་མི་ཚོས་གསལ་བོ་ཞུ་རྒྱུ་འདི Spirit ཨིན་ཇི་སྐད་ལ Spirit Worship རེད་མ་གཏོགས་ཅིག་གི་འདི། ཆོས་ཁོ་རང་མ་རེད། ཆོས་ལོག་རེད། བ་དང། དཔེ་ན་ལེན་འདྲ་བའི་ཆོས་བརྒྱུད་ནས་ཡོང་བའི་ཆོས་རྣམས་ལ་ཚུལ་དགོས་ཡོད་མ་རེད། དགའ་ལྡན་བསྟན་སྲུང་ནས་དགའ་ལྡན་བསྟན་སྲུང་ཕྱག་བཞེས་ན་ཕྱག་བཞག་པ་ཡིན་ན་དགེ་ལུགས་པའི་སྡེ་རྣམས་ལ་པོ་ཏོ་ཆོས་རྒྱལ་རྗེ་རིན་པོ་ཆེ་པོ་ཏོ་ཆོས་བརྒྱུད་ནང་ཚུལ་དགོས་ཡོད་མ་རེད། གཞན་རིན་པོ་ཆེ་གི་དེ་ནི་མ་ད་ལྟ་ག་ཚོགས་རེད་ད། མཁས་གྲུབ་གཉིས་ལྡན་གི་སྐྱེས་བུ་དམ་པ་འདི་གི་རྗེས་འཇུག་འདི་ཚོ་གི་དེ་གསུང་གནང་ན་ཡོད་མ་རེད། ད་དེ་འདྲའི་གི་མེད་ངེས་གཅིག་གི་ད། གཅིག་དེ་ནས་དངོས་གནས་དམ་ཚིག་འབྱུང་པོ་གཅིག་ཡར་ཁེ་ཡོང་ཅིག་ཞུ་བ་གཅིག་རེད་ལ་ཡ་འདི། གཅིག་འདི་རེད། ད་ཆོས་ལྡན་རང་མོ་སེ་འདི་གཅིག་དེ་ཆོས་ཁོ་རང་མ་རེད་དང་པོ་འདི་རེད་བ་འདི་གཅིག་འདི་རེད། ད་ནི་ད་ཡིན་ཅོ་མི་འགྱུར་དེ་ག་རེ་བྱེད་དགོས་ཟེར་ན་ཆོས་ལྡན་རང་མོ་དེ་འགྲོ་ཡི་འགྲོ་གི་ཡོག་མ་རེད། ཆོས་ཡིན་པ་ཡིན་ན་ཆོས་ཆུ་ལུག་ཅིག་ན་ཚུགས་དགོས་རེད་བ། ཅིག་ན་ཚུགས་དགོས་རེད་བ། དེ་ན་ཆོས་ཆོས་ཅིག་ན་ཚུགས་གི་ཡོག་མ་དང་པོ་གཅིག་དེ་རེད་ད། འོ་དེ་རེད། བྱས་ཙང་ང་ད་ཁོ་ཚོ་གི་ད་ལྟ་འདི་གཟིགས་དགོས་རེད་བ། ག་ཚོད་ང་ཚོ་དགོན་པ་རྒྱ་བར་མོ་ཅིག་གི་དགོན་པ་ཁ་བྲལ་སྟངས་སོགས་ཅིག་ད་གཟིགས་དགོས་རེད་བ། ད་གསལ་པོ་ཞུ་བྱེད་རེད་འདི་དངོས་གནས་བསམ་བློ་ཡག་པོ་བཏང་ན། དགེ་སློང་ལྷས་སྦྱིན་བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་ལ་དགེ་སློང་ལྷས་སྦྱིན་གྱིས་ག་རེ་གནང་ཡོད་རེད་ཟེར་ན། ག་རེ་གཅིག་ཆོས་ལྔ་རེ་གཅིག་ཁུ་ཚུར་ལྟ་གཅིག་བྱས་རྗེས་ཨ་ནི་བཅོམ་ལྡན་འདས་ཀྱིས་ད། ཀར་ཀར་མ་བརྩིས་པ་བྱས་རྗེས་ལོགས་སུ་དོན་པར་མ། ལོ་རྒྱུས་ནང་ལ་ཡང་འདུལ་བའི་ནང་ལ་ཡོད་རེད། དེ་མ་ལོགས་སུ་དོན་བྱས་དེ་དུས་ཨ་ནི་བེར་དགུ་མར་མ་ལོགས་སུ་དོན་བྱས། དོན་དོན་འདས་པར་ཁུ་ཚུར་བཅོམ་ལྡན་འདས་ཀྱིས་ད་མ། ཀར་བརྩི་གི་ཡོད་མ་ལ་འདུལ་བ་དང་མ་ཐོས་མ་བེར་དགུ་དགུ་མར་མ་བེར་འདས་པར། ཨ་ནི་བཅོམ་ལྡན་བཅོམ་བཅོམ་ལྡན་འདས་ཆོས་དོན་ལྷ་མོ་བཀའ་ངེས་རེད་པས་དེ་འདྲ་ཡིན་ན། རེད་པ། འདིའི་བསམ་བཞིན་བཏང་དགོས་རེད་པ། གཅིག་དེ་རེད། གཉིས་ནི་ད་ལྟ། སྐྱབས་མགོན་རིན་པོ་ཆེ་གིས་གར་བཙུགས་པ་རེད། དོལ་རྒྱལ་བསྟེན་ན་འགྲིག་གི་མི་འདུག།

ཆོས་སྒོ་ར་རེད་དེ་རེད་བསྡད་ཀྱི་མི་འདུག་བ་དེ་གི་དེ་དེ་ང་ཚོ་དངོས་གནས་མི་མང་ཚོ་གི་བསམ་བློ་ཡག་པོ་བཏང་ནས་དངོས་གནས་སྐྱབས་མགོན་རིན་པོ་ཆེ་གི་ག་རེ་གསུང་གི་འདུག་ག་ཕྱི་ནས་ད་འདི་རུ་བལྟ། ངས་འདི་བསམ་གྱི་ཡོད། སྐྱབས་མགོན་རིན་པོ་ཆེ་གི་དངོས་གནས་དོན་རྐྱེན་བསྟན་དགོས་ཡ་ཁྱོན་ནས་ཡོད་མ་རེད། བ་ག་དུ་བསྟན་དགོས་ཡ་ཁྱོན་ནས་ཡོད་མ་རེད། སྐྱབས་མགོན་རིན་པོ་ཆེ་གི་དངོས་གནས་བོད་དང་པོ་པའི་དགུང་ལོ་གཞུང་དུས་པའི་དོལ་རྒྱལ་བསྟན་པ་གནང་ག་བྱས་ཚུལ་བསྟན། དེ་ནས་དོལ་རྒྱལ་ད། དོལ་རྒྱལ་དམ་དྲག་གནང་ཡང་ད་དོལ་རྒྱལ་ནང་དྲག་གནང་སྟངས་དེ་ད་ག་ཅིག་ཡག་པོ་མི་འདུག་ཟེར་ལབ་པ་མིན་པ་བྱས། དངོས་གནས། ང་ཚོ་བལ་པོའི་བྱེད་སྟངས་བརྗོད་ལ་ང་ཚོ་ཚོང་པ་མི་མི་ཙང་ཅིག་བྱེད་ཡོད་རེད་བ། མེད་ན་ང་ཚོ་ཁང་པ་བཞི་ཁ་རྒྱབ་དུས་གཅིག་ཁ་ཉོས་གཅིག་ཁང་པ་ཉོས་དུས་ཁ་ཨ་ལས་མོ་རྒྱག་གི་རེད་ཅིག་བྱེད་གི་ཞུགས་བྱས་ཡོད་རེད་བ། དེ་དངོས་གནས་སངས་རྒྱས་བསྟན་པ་སྤྱི་ཡི་བསམ་སྟེ་དངོས་གནས་མོ་རྒྱག་ལྷ་མོའི་ཟེར་མདངས་བྲིས་དངོས་གནས་དཔེར་གནས་ཆུང་བྱས་ཚང་མ་གདན་འདྲེན་ཞུས་ལྷ་བླ་མ་ཚང་མ་གདན་འདྲེན་ཞུས་ནས་དེ་གས་ཚང་མའི་རྩ་ནས། བ་ད། ཨ་ནི། ག་ས་གོ་རེད་ད་ཐག་བྱས་བྱས་པ་ཞིག་རེད་འདུག་བ།

ད་ཕན་ལས་གནོད་སྲིད་པ་ད་བོད་ཡིག་དེ་བསྟན་པ་གནང་ཡས་དེ་དབང་ལེན་དྲག་ནས་ད་འདི་ག་ཚོགས་ནས་ང་ཚོ་མི་མང་གིས་ད་ད་བོད་ཡིག་གི་གནས་ཚུལ་དེ་དམིགས་བསལ་གི་རྙོག་དྲ་ཚ་བོ་ཅིག་དང་དམིགས་བསལ་གི་གནད་འགག་ཆགས་ཀྱི་འདུག་འདི་ཡིན་དུས་བོད་སྐད་དེ་དཔེ་དང་དབང་ལེན་དྲག་ནས་ཁོ་མེད་པ་བཟོ་དགོས་རེད་མ་གཏོགས་ཅིག་གིས་འདི་གས་ཆམ་ཆུ་འཐུང་གི་འདུག་རེད་བ། ལགས་ཟེར་ངས་ག་རེ་བསམ་གི་འདུག་ཟེར་ན། འདི་བསམ་དགོས་རེད་འབྲུག་རྒྱལ་པོ་དེ་བླ་མ་བཟོ་ལེ་ཡ། དངོས་གནས་ཅིག་ག་ཚོགས་རེད།

འདི་ཡིན་འདི་ག་འདི་ང་ཚོ་དམིགས་བསལ་ངས་ང་ང་གང་ང་ལ་སྙིང་ཐག་པ་ལ་འདི་དངོས་དོ་ཡིན་འདི་འབྲུག་ལི་ཡ་འབྲུག་པ་འབྲུག་ཟླ་འབྲུག་རྒྱལ་པོ་ད་ཁོ་རང་ཚང་མ་ལོ་ལ་ངོ་ནས་ད་ཆོས་རྒྱུད་ཚང་མ་ལ་ཐོ་ཆེ་ཞུ་ཡ་གཅིག་འདི་ཡིན་རུ་ཨ། འདི་གནས་ཚུལ་གལ་ཆེན་པོ་མཐོང་བ་དེ་ད་ང་ཚོ་མི་མང་ཚོ་གི་ཡིན་ནའི་དམིགས་བསལ་གི་དེ་ལོ་ཤུ་ང་ཚོ་གི་དེ་ང་ཚོ་བསམ་བློ་ཡག་པོ་ཞིག་བཏང། ང་ཚོ་མི་ཐོ་གོང་མ་དེ་གི་ཡག་པོ་མ་བྱས་པ་ཡག་པོ་མ་སེམས་ད་དེ་པའི་མགོ་འཁོར་བ་དེ་གི་རྒྱ་ཆུ་ཀུན་ལོ་བཅུ་གསུམ་པ་གི་བཀའ་ཡག་པོ་མ་བསྩལ་བའི་རྐྱེན་གི་ད་ང་ཚོ་ག་ཚོད་ཉན་གི་འདུག་ད་དངོས་ནས་དོལ་རྒྱལ་འབྱུང་པོ་ཞིག་དེ་ཁོའི་ཁེབས་སང་ལན་ཅིག་ད་མེད་དོ་བྱེད་གི་འདུག་བ། ད་འདི་ང་ཚོའི་མི་རབས་འདི་གི་སྔོན་ལས་ཟབ་ས་ཞིག་ཞེས་དོལ་རྒྱལ་དང་གཙང་མ་རྒྱ་ཧོར་མོ་གཅིག་ཀ་ག་རེ་གནང་བ་འདི་གཙང་མ་གཅིག་བཟོས་པ་ཡིན་ན། བྱས་པ་ཡིན་ན། འདི་ང་ཚོ་མི་རབས་རྗེས་མ་འདི་སྐྱེས་བུ་ཞུ་བཞུ་ཡོང་ཡག་གི། སྐྱེས་པའི་ཉི་མ་ཤར་ཡག་གི། འདི་དུས་ཚོད་སྟེང་འདི་མགྱོགས་པོ་ཤར་གི་རེད་བསམ་གི་འདུག་བ། དེ་འདི་ད་ལྟ་འདི་མ་ཚད་ད་ནི་ད་ལྟ་འདི་ཡོད་རེད། ག་ས་ད་ལྟ་ཁོང། རྒྱ་ཡང་ཆེན་བཟོའི་འོམ་ཤུད་ལོ་རེ་ག་རེ་གསུངས་ཡོང་རེད་ཟེར་ན། འདི་གསུངས་ཡོང་རེད་ག་ས། བློ་བཟང་བློ་བཟང་རྒྱལ་བའི་བསྟན་པ་རིན་པོ་ཆེ་ལོ་རེ་བཞི་བཤད་སྒྲུབ་ལས་ཀྱི་སྐོར་ལོ་ཞོ་བརྒྱ་པའི་དགོན་ངན་བདུད་ཀྱི་གླང་པོའི་ཀླད་པ་འགེམས།